བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཧོར་ཟི་སྐྱབས་མགོན་ཆེན་པོ་མཆོག་ནས། བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བ་རྣམས་དང། ཨ་རིའི་ཨི་མོང་རི་གཙུག་ལག་སློབ་ཆེན་གྱི་སློབ་མ་འགའ་ཞིག་ལ་འདི་ཚེས་ཉི་ཤུ་རྩ་དྲུག་ཉིན་བཞུགས་སྒར་རྒྱ་བལ་ཕོ་བྲང་དུ་མཇལ་ཁ་དང་འབྲེལ་སཱི་ཤེས་ཡོན་སློབ་གསོའི་སྐོར་ལ་བཀའ་སློབ། དེ་བཞིན་བཀའ་འདྲི་བཀའ་ལན་གྱི་མཛད་རིམ་ཞིག་བསྐྱངས་གནང་མཛད་ཡོད་པ་ཞིག་འདུག། སེམས་ཅན་ཐམས་ཅད་ཟེར་བྱ་ནི་ང་ཚོ་ཁ་ཡི་ནང་རིག་རྒྱུན་དུ་ཡོད་རེད་བ་དང་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་བདེ་མོའི་རྒྱུ། སྡུག་བསྔལ་རྒྱུ་དང་སྡུག་བསྔལ་དང་བྲལ་བ་རྒྱུ་ཟེར་ནི་ང་ཚོས་འདོན་པ་ག་ཚོད་བཏོན་ནས་དེ་ཡོང་གི་ཡོད་རེད་བ། ད་ལག་ལེན་གྱི་ཐོག་ནས་ཨེ་ནི། ཞིག། ཞིག་སོ་སོའི་ལུང་པ། ཨེ་ནི་སོ་སོའི་རང་ཕྱོགས། དེ་འདྲའི་གི་ད་ལག་ལེན་གྱི་ཐོག་ནས་ཨེ་ནི་ང་ཚོས་རིང་ཐུང་རུ་འགྲོ་འདོད་ཡ་དེ་འདྲའི་ད་དེ་བསྒྱུར་བཅོས་བཏང་ནས། ཁ་ནས། སེམས་ཅན་ཐམས་ཅད་བྱིན་བརླབས་པ་ནང་བཞིན་གྱིས་དང། གང་དག་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་རང་དང་སྒོ་ཀུན་ནས་མཚུངས་པའི་སེམས་ཅན་ཐམས་ཅད་ལ་བདེ་བ་དང་ལྡན་པ་ཅིག། སྡུག་བསྔལ་དང་བྲལ་བ་ཅིག། ཨེ་ནི། དེ་འདྲ་ཅིག་གི་དག་བསམ་བློ་བཏང་ནས། བསམ་བློ་བཏང་བ་དང་ཆབས་ཅིག་སོ་སོ་ལག་ལེན་ངོ་མའི་ཐོག་ནས་ག་ཚད་ཐུབ་ཐུབ་ཀྱིས་གཞན་ཕན་གྱི་དང་བྱ་བ་བསྒྲུབ་ཡ་དེ་དཔེ་གལ་ཆེན་པོ་རེད། དེ་བཞིན་ད་རེས་ཀྱི་སྦྱོང་བརྡར་དེའི་ཐོག་ཨི་མོ་རུ་གཙུག་ལག་སློབ་ཆེན་གྱི་སློབ་དཔོན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གིན་ལགས་དང། སིའི་ཤོན་སློབ་གསོའི་རྒྱལ་སྤྱིའི་འབྲེལ་མཐུད་པ་དང་མཐུན་སྦྱོར་བ་རྒན་བརྩོན་འགྲུས་བསམ་འཕེལ་ལགས་གཉིས་ནས་སྦྱོང་བརྡར་སྤྲོད་གནང་གི་ཡོད་ཅིང། སིའི་ཤོན་སློབ་སྦྱོང་སྤྱི་ཡོངས་ཀྱི་གྲུབ་འབྲས་དང་ཕན་ཐོགས་ཐད་ལ། སིའི་ཤོན་སློབ་གསོ་འཕྲིན་ཡིག་གི་ལས་གཞིའི་འགོ་བཙུགས་པ། འགོ་བཙུགས་ནས་གཅིག་ཕན་ཐོགས་ཡོང་གི་འདུག་ཟེར་ནས་དགེ་རྒན་མང་པོ་གིས་གསུངས་ཀྱི་འདུག་དེ་ཡིན་པ་སོང་ཙང་རྩ་བའི་ཆ་ནས་ད་ལྟ་སྲིད་གཞུང་སློབ་གསོ་ལ་ལྟ་སྟངས་བྱེད་རོགས་འདི་གཅིག་མང་ཚོགས་དང་ལྷག་པར་དུ་དགེ་རྒན་དང་གཅིག་སློབ་ཕྲུག་འདི་ཚོས་ཀྱི་སྤྱི་ཚོགས་ནང་ལོགས་ལ་ལྟ་སྟངས་ཏན་ཏན་འགྱུར་བྱ་བསམ་གྱི་འདུག་རོགས་ད་ཡང་འདིའི་ནང་ལོགས་ལ་ཡང་དཔེར་ན་སྲིད་གཞུང་སློབ་གསོ་འདི་ང་རང་ཚོའི་སྤྱི་ཚོགས་ལ་ཡང་དགོས་ཀྱི་རེད་དགོས་ཀྱི་མ་རེད་འདི་འདྲའི་བསམ་ཚུལ་ཆགས་ངེས་སྔོན་མ་ནས་ཡོད་རེད་ལ་ད་ལྟའི་ཡང་ཏན་ཏན་ཡོད་ས་རེད་རོ་ཨ། དེ་དང་ཕྱོགས་མཚུངས་ད་རེས་ཀྱི་སྦྱོང་བརྡར་ནང་མཉམ་ཞུགས་གནང་མཁན་ཁག་ཅིག་ནས་སྦྱོང་བརྡར་དེའི་ཕན་ཡོན་སོགས་ཀྱི་སྐོར་ལ། སྲིད་ཞུའི་དོན་དུ་ད་སོ་སོ་ལ་ད་དངོས་གནས་མཁས་བ་དྲུག་འདུག་རོ་ཨ། ད་སོ་སོ་མཁས་བ་དྲུག་གདེང་ཚོད་དུ་སླེབས་དུས་གསུམ་ལ་ནི་ཕ་མ་ཡིན་པ་ནས་རེད་དགེ་བའི་དགེ་རྒན་ཡིན་པ་ནས་རེད་བློ་གྲོས་ཡིན་པ་ནས། དྲང་ཤོས་དེ་ལ་ང་ཚོས་སྤུག་ལ་ལྟ་ཆོག། སྐྱབས་འགྲོ་མི་བྱེད་ཀྱི་འདི་ཐུགས་ཀྱི་དམ་བཅའ་བཞི། དྭངས་སྣང་ཅན་སྲི་ཞུ་ཡོན་ཏན་དང་རང་ལ་ང་ཚོ། རྩ་བའི་འགྲོ་བ་མི་གཅིག་གྱུར་ཡིན་པའི་ཐོག་ནས་ང་ཚོ་སྤུག་ལ། ད་ང་ཚོ་གི་སྤུག་ཡོད་ན་བརྒྱ་ཆ་བརྒྱ་ཡིན་པའི་ཐོག་ནས་སྤུག་ལ་བརྒྱ་ཆ་སྤུག་ཕྱིན་ཅི་ལྟས་ནས་བརྒྱ་ཆ་བརྒྱ་ཡིན་པའི་ཐོག་ནས་ང་ཚོ་སྤུག་ལ་ད་ད། དེ་འདྲའི་གི་ཐོག་ནས་ང་ཚོ་ད་སླབ་སླབ་གྲྭ་སླེབས་དུས་སུ་སློབ་ཁྲིད་བྱས་བཅུག་མེད་པ་བྱས་སྤུག་དེ་སླབ་གྲྭ་སླེ་དགའ་བོ་བཟོས་ཏེ། འོ་དེ་དཔེ་གལ་ཆེན་པོ་ཤར་གི་འདུག་ང་ཚོའི་གི་ད་ལྟ་སྲིད་ཞུ་ཡོན་གི་སློབ་གསོ་གི་ལས་རིམ་འདིའི་ནང་ལོགས་ལ་གལ་ཆེན་པོ་གཅིག་རྩལ་གོང་གསུམ་དང་ཁྱབ་ཁོངས་གསུམ་བྱེད་ཆེད་ལྟ་གྲུབ་འདིའི་གི་ཐོག་ལ་སློབ་ཁྲིད་གནང་ཡ་དང་ནི་འདིའི་གི་ཐོག་ལ་བསམ་བློ་གཏང་ཡ་དེ་འདྲའི་གཅིག་གལ་ཆེན་པོ་བརྩིས་ཏེ་གོ་རེ་ད་འདིའི་ནང་ལོགས་ཞུས་པ་ཡིན་ན་རྩལ་གོང་གསུམ་ནང་ལོགས་ལ་ད་ལྟ་ང་ཚོ་བློ་གྲོས་དང་སྙིང་རྗེ་དང་སྦྱོར་བ་ལག་ལེན་བྱེད་ཨ་ནི་ཁྱབ་ཁོངས་འདི་སྒེར་དང་སྤྱི་དང་ནི་མ་ལག་བྱེད་ཆེད་ད་འདི་རྒྱ་ཆེན་པོ་དཔེ་རེད་གྲུབ་ཆ་དགུ་ཡོད་རེད། ད་འདི་འདྲའི་གི་ཆ་ནས་ད་སོ་སོའི་གི་ཅིག་ཤེས་ཡོན་ཡར་རྒྱས་འགྲོ་ཡ་སོ་སོ་གི་བསམ་བློ་བཏང་སྟངས་དེ་ཡར་རྒྱས་འགྲོ་ཡ་ད་སོ་སོ་ལ་རང་ལ་དམིགས་པའི་སྙིང་རྗེ་གི་སྐོར་ལ་འདི་ནང་ལ་གི་ཞིག་རེད་ཨ་ནི་གཞན་ལ་དམིགས་པའི་སྙིང་རྗེ་ད་ཁྱོན་ཡོངས་གི་ཆ་ནས་སྒེར་ལ་ད་ཡིན་དང་ཡིན་ར་ཨ་ནི་སོ་སོའི་གི་སློབ་ཁྲིད་བྱེད་ས་སློབ་ཕྲུག་རེད་ལམ་སྟོན་བྱེད་ས་དགེ་རྒན་རེད་ད་ཚང་མ་ལ་ཅིག་ཕན་ཐོགས་ཡ་གི་གནས་སྟངས་ཅིག་ཆགས་བསྡད་འདུག། རྩ་བའི་ད་རེས་ཀྱི་སཱི་ཤེས་ཡོན་མཐུན་སྦྱོར་བའི་ཟབ་སྦྱོང་འདིའི་ཐོག་རྒྱ་གར་དང་བལ་ཡུལ་གཉིས་ནས་བོད་པའི་སློབ་གྲྭ་ཁག་བཅུ་དྲུག་ནས་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བ་ཉི་ཤུ་རྩ་བདུན་ཙམ་མཉམ་ཞུགས་གནང་ཡོད་ཅིང་ཁོང་རྣམ་པའི་ལས་འགན་གཙོ་བོ་ནི་འབྲེལ་ཡོད་སློབ་གྲྭ་ཁག་གི་ནང་དགེ་རྒན་དང་སློབ་ཕྲུག་ཚོར་སཱི་ཤེས་ཡོན་སློབ་སྦྱོང་གི་སྦྱོང་བརྡར་སྤྲོད་རྒྱུ་དེ་ཡིན་པ་ཞིག་ཏུ་བཞུགས་སྒར་དྷརྨ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།